ཁ་བའི་ཡི་ག་ཆུ་དང་སྲིན་སྐོམ་དུག་རྫས་དང་རྒྱལ་དང་རིམས་བློན་འཁྲུལ་པ་འཇོམས། སྦྲུལ་དང་ཚེ་ཤ་རྐང་དམར་བཤང་གཅི་སྐེམས། ཡིད་གཞུངས་ནུ་མའི་ནད་དང་སྐད་འགགས་སེལ། དེ་གྲང་ཆོག་བྱེད། སྟེང་དྲགས་ན་ཟུག་འཛད་རླུང་དང་བད་ཀན་སྐྱེད། ཅེས་པ་སྟེ། རོ་ཁ་བའི་སྒྲོ་འདོགས་གཉིས་ཀྱི་ལས་ལས། དེ་ནས་རོ་ཁ་བས་ནི། དེ་ནས་བྱང་ཕྱོགས་ཀྱི་ལས་ནི་ཡིད་ཁ་ཆུད་པ་དང་སྲིན་བུའི་ནད་དང་རྐུབ་འདེད་དང་དུག་ནད་དང་རྫས་དང་རྒྱལ་བ་དེ་དག་གཅིག་གིས་དྲི་མེད་དུ་གྱུར་པ་ལྟ་བུ་དང་བོགས་པ་ལྟ་བུར་བ་དང་དེ་འདྲ་མིན་འགྲོ་རྒྱལ་བ་དང་རིམས་ནད་དང་རློན་དུ་སྐྱུགས་པའི་ནད། བློན་ཁྲུས་ཟེར་དུས་བློན་པ་དེ་སྐྱུག་པ་ཡིན་པ་སྐྱུག་པ་ཤོར་བ་གི་ནད་དང་མཁྲིས་པའི་ནད་རྣམས་འཇོམས་ད་དེ་འགྲིག་གི་འདུག་དེ་རྒྱ་དམར་དཀྱུས་གཅིག་ཏུ་བྱས་བཞུགས་དེ་མཐའ་མའི་ཟག་བཅས་བྱས་ནས་ནད་རྣམས་འཇོམས་པར་བྱེད་སྲིད་དུས་དེ་འགྲིག་གི་འདུག་བ་ད་ཅིང་གོང་གི་སྐད་ཆ་ཡི་གེ་ཟུར་དུ་འབམ་པ་བྱས་རེད་བ་ད་ལྟ་ག་བ་སོགས་ཡི་གེ་ལེན་ཚད་དེ་ཁག་པོ་དོད་ཀྱི་འདུག་བ་ལྟོ་བ་ས་དེ་ཟས་སྨན་འཇུ་དཀའ་བ་ད་དེ་ནས་ཡང་བིན་ན་གོ་བ་ཡ། བརྗོད་པ་བདེ་པོ་མེད་ཟེར་བ་དེ་རེད་ད་མཁྲིས་པའི་ནད་འཇོམས་པ་དང་ལུས་གཤེར་ཞིང་འགྲུལ་བའམ་རུལ་བའི་རྣམ་པ་དང། རུལ་བའི་རྣམ་པ་ཟེར་ན་ནི་ཡང་འཇུག་དུ་དགོས་ཀྱི་མི་འདུག་རུལ་བ་རུལ་བའི་རྣམ་པ་དང་ཟེར་ཏེ་ཡོང་མ་རུང། ཡང་འཇུག་དུ་བྱས་ན་ཡི་གེ་དུ་ནོར་དོ་རེད། རུལ་བ་རྣམ་པ་ཟེར་ན་ར་ན་ད་ན་མ་ན། ལུས་གཤེར་ཞིང་འདྲུལ་བའམ་རུལ་བའི་རྣམ་པ་དང་ཚིག་རེ་རེ་རེ་རུལ་བའི་རྣམ་པ་ཟེར་བྱས་ན་རུལ་བའི་རྣམ་པ་ཟེར་བ་མ་གཏོགས་དངོས་སུ་རུལ་བའི་སྐད་ཆ་མ་རེད་ད། བྱས་ཙང། འདྲུལ། རུལ། ཧྲུལ། རུལ་བ།

འགྲུལ་བ་ཅིང་ཚར་རེད། ཡིན་ནའི་འགྲུལ་བ་ཙམ་གྱི་རུལ་བ་མ་རེད། འོ་ད་དེ་འདྲ་རེད། རུལ་བའི་རྣམ་པ་ཡོད་པ་དང་ཚིལ་དང་ཞག་དང་རྐང་དམར་དང་བཤང་བ་དང་གཅིན་པ་ལ་སོགས་པ་རྣམས་སྐེམ་པར་བྱེད་པ་དང། འོ་ད་དེ་ཚོ་ཐམས་ཅད་ལ་སྐེམ་པར་བྱེད་པའི་ནུས་པ་ཡོད་ཟེར་རོ། ཁ་བ་དེ་གས་བྱེད་པ་དང་ཡིད་གཞུངས་པར་བྱེད་པ་ད་ཡིད་གཞུངས་ཟེར་དུས་བློ།

ཁག་ཐིག་རིགས་བྱས་ཙང་ཁ་ཤས་ཀྱིས་ཁ་རྒོད་ཀྱི་ཤིང་རྡོ་དང་ཚལ་དེ་ཚོའི་ཁག་ཐིག་དེ་འདྲ་ཟ་རྒྱུ་ལ་མི་ཅིག་དོ་སྣང་བྱེད་མཁན་འདུག་ག་དེ་དེ་ཡི་དེ་རེད་འདུག་ག་དེ་ནུས་པ་མང་པོ་འདུག་ག་དེ་ལ་འོན་འོན་ཀྱང་དེ་གཉིས་ཚེ་ལས་ཐལ་བར་བརྟེན་དྲགས་ན་ལོག་པའི་ལས་གོ་ལ་གང་ཅིག་རེད་ཟེར་ན་ལུས་ཀྱི་ཟོང་སྟོབས་ཟད་པར་བྱེད་པ་དང་རླུང་དང་བད་ཀན་གྱི་ནད་སྐྱེད་པར་བྱེད་པ་ཡིན། འོ་དེ། བྱེད་ཀྱི་རེད་ད་སེ་ཐེ་ལས་ཐག་ན། དེ་འདྲའི་ན་ཚ་དེ་འདྲ་ཡོང་གི་རེད་གསུངས་པ་རེད། འོ་དེ། ཚ་བ་དེའི་ཚེ་ད་ང་པ་ཚ་བའི་ལས། ཚ་བའི་སྐོམ་ནད་གག་པ་མཛེ་འོར་སེ་མ་འཇིགས་དྲོད་སྐྱིད་འཇུ་བྱེད་ཡི་ག་བྱེད་ཚིལ་དང་དྲོད་པ། སྐེམ་སྦྱོང་རྩ་སྦུག་གཉིས། བསྟན་དགྲ་ཁུ་བོའི་སྟོབས་ཟད་ལུས་འཁུམས་མཐར། རྒྱལ་ཞིང་བསྐལ་པ་རྒྱབ་སོགས་ན་བར་བྱེད་ཅེས་པ་སྟེ། དེ་ནས་རོ་ཚ་བའི་སྒྲོ་འདོགས་ཀྱི་ལས་བསྟན་པ་ལས་དང་པོ་ག་རེ་ཟེར་ན་གྲང་ཕྱོགས་འགྲོ་བས་ཀྱི་ལས་དེ་ནི་ལྐུགས་མའི་ནད་དང་བྲེལ་བས་འགགས་པས་ཀྱི་ནད་དང་རྫས་དང་འོར་གྱི་ནད་རྣམས་སེལ་བར་བྱེད་ལ། དེ་ནི་རྨ་རྣམས་འཇིག་པར་བྱེད་པ་ཡིན་སྲིད་རྨ་འཇིག་པར་བྱེད་ཟེར་མཁན་དེ་ལ་ནམ་རྒྱུན་རྨ་འཇིག་ཟེར་ད་ནི་རྨ་ལ་གནོད་པའམ

དམའ་དེ་ཡར་རྒྱས་པའི་སྐད་ཆ་རེད་ད་ག་ད་དམའ་དེ་སྡུག་རུ་འགྲོ་བའི་སྐད་ཆ་རེད་ད་ང་ཚོ་སྐད་ཆ་ཁ་སྡུག་གོ་བདེ་པོ་བྱ་ཁ་སྐད་བྱས་ན། དམའ་མཐོ་རུ་འགྲོ་གི་ཡོད་རེད་འོ་དེ་དམའ་རྣམས་འཇིག་པར་བྱེད་པ་དང། ལུས་ཀྱི་དྲོད་སྐྱེད་པར་བྱེད་པ་དང་མ་ཚང་རེད་རེད་པ། དམའ་ཟེར་མཁན་གོལ་སྤྱི་བཏང་གི་ཚ་བ་དང་ཉེན་ཁ་ཡོད་དུས་རོ་ཚ་བ་བསྟེན་དྲགས་ན་དམའ་དམའ་ལ་ནུས་ཀྱི་འདུག་ག་ཚ་བ་རྒྱས་ཀྱི་འདུག་ག་འོ་ད་དེ་འདྲ། ལུས་ཀྱི་དྲོད་སྐྱེད་པར་བྱེད་པ་དང་ཟས་སྐོམ་འཇུ་བར་བྱེད་ད་རོ་ཚ་བ་དེ་རུས་ཀྱི་དྲོད་སྐྱེད་པ་དེ་དེ་ག་རེད། མེད་ན་ང་ཚོ་ཙི་ཏྲ་ཀ་ཏྲ་ག་ཟེར་ཙི་ཏྲ་ཀ་ནི་མེ་ཏྲ་མེ་དྲོད་ཀྱི་ཟེར་གི་བ། རོ་ཚ་བ་དེ་གི་ནུས་པ་རེད་བ། ཁོ་རང་གི་རོ་ཚ་བ་དང་རེག་བྱ་ཚ་བ་གཉིས་དོན་དག་འདུག་ཟེར་བྱས། སྐུ་ཉིད་ལ་གྲྭ་བའི་ཆ་ཡོད་རེད་གཅིག་རེག་བྱ་དང་གཅིག་རོ་ཟེར་ར་རེད་དེ་སྐུ་ཉིད་ལ་གྲྭ་བའི་ཆ་དང་དེ་ལ་དེ་སྐྱེ་ལྟ་བུ་ཅིག་བྱེད་ཀྱི་ཡོད་རེད་བ། འོ་དེ་བྱེད་དུས་ལུས་ཀྱི་དྲོད་སྐྱེད་པར་བྱེད་པ་དང་ཟས་སྐོམ་འཇུ་བར་བྱེད་པ་དང་ཟས་ཀྱི་ཡི་ག་བྱེད་པ། ད་མེ་དྲོད་སྐྱེས་ན། འཇུ་གི་རེད། འཇུས་སོང་ན་ད་འགའ་ཡི་ཡོང་གི་རེད་ད་དེ་དེ་ལ་དེ་བརྟེན་རང་རེད་དེ་རྒྱ་ཐམས་ཅད་ད་སྐྱོན་མི་འདུག་བ། བྱེད་པ་དང་ཚིལ་དང་སྦྲོས་པ་རྣམས་འཇུ་ཞིང་སྐེམ་པར་བྱེད་པ་དང། འོ་ད་ལུས་ཀྱི་ཚིལ་མང་དུ་འཕེལ་བ་ལྟ་བུ་དེ་ཚོ་ཐམས་ཅད་དེ་ནི་ཤ་རྒྱགས་པོ་སྦོམ་པོ་འོ་ད་དེ་དག་ཐམས་ཅད་དེ་ནི་དེ་བྱེད་ཀྱི་རེད་ཟེར་གི་རེད། མ་ཅུང་ཟད་ཞུ། སྦྲུལ་ཕག་སྲིན་སྦྲུལ་པ་ཕག་སྲིན་དུས་ད་ཟོག་པོའི་ནང་ལོགས་ལ་ལུས་ཀྱི་ནང་ལོགས་ལ་ལུས་སེམས་ག་ཤ་ཚིལ་གཙོ་བོར་བྱས་པ་གི་དེ་ནི་ག་རེ་ཟེར་གི་རེད་ད། དགོས་མེད་ཕན་མེད་ཀྱི་མང་པོ་འཕེལ་ནས་བསྡད་པ་དེ་རྒྱ་རུས་པ་རེད་ད། རུས་མ་ཉག་ཟེར་ན་ཡང་མ་བྱུང། རུས་པ། ལ་རོས་ལོ་རོས་དེ་ག་འདྲ་ཁ་ཤས་ལ་འདི་ཚོའི་ནང། གཅིག་ལྟོ་བ་དེ་ཚོའི་ནང་གཅིག་གྲག་གི་འགྲོ་གི་རང་ཚིའི་ཟེར་ན་ཡང་ཚིའི་ཡོད་མ་ཡིན་སྨིན་པོ་ཡོད་མ་ཡིན། ཤ་རང་ཡོད་མ་ཡིན། དེ་ནས་བི་སྣབས་ཡོད་མ་ཡིན་སྣབས་ཐུག་ཡོད་མ་ཡིན་འདྲ་མི་འདྲ་དེ་འདྲ་འཕེལ་བ་རུས་པ། འོ་ད་དེ་དག་ཐམས་ཅད་ག་འདྲ། ལ་རེ་ལོ་རེ་དག་པ་གང་ཡོད་པ་དེ་རྒྱ་གྲིམས་ཆ་འཇུག་གི་རེད་ད་ཚ་བ་རོ་ཚ་བ་ཐིག། བྱས་ཙང་སེ་པན་ཟ་རྒྱུ་དེ་ལས་མི་ཚོས་ཁ་ཤས་ཀྱི་ཡང་མི་དེ་འདུག་གང་རྒྱུ་མཚན་མང་པོ་ཆ་བཤད་འདུག་གང་ཀྲུང་ཡིག་གིས་གསུང་གི་འདུག་གང་མི། དཔེར་ན་ས་བྱ་བཙན་ཆེན་པོ་ཡོད་ས་དཔེར་ན་ང་ཚོ་དྲན་དུས་དྲན་དུ་དེ་གི་ལུང་པ་ལ། དེ་ཚ་བ་ཚ་ཁ་ཚ་མཁན་དེ་ཞི་བ་ཆ་ཟ་དགོས་མཁན་ཆེ་རུ་བ་དྲན་དུས་དུ་དྲུང་ཆིང་དུ་ཟེར། དེ་ཚོ་དེ་ཚོར་ཁོ་རང་གི་ཡུལ་དུ་ཡུལ་གི་བརླན་གཤེར་ཆེན་པོ། ངོ་ཐ་དད་ཀྱི་ཡིག་འགལ་གྱི་ལུང་པ་ཡིན་དུས་རྒྱུན་དུ་གླེན་བཤད་ཆེན་པོ་བསགས་པ་དམའ་པོ་དེ་འདྲས་ཡིན་དགོས་ཀྱི་བཟའ་བཅའ་ལ་རོ་ཚ་བ་དེ་བསྟེན་དགོས་ཡས་དེ་ཁོ་རང་ལ་ཡང་དགོས་པ་འདུག་ཕན་གི་རེད་ཟིག་འདུག་ཁོ་ཚོས་ཆུའི་ཧྲེ་ཡིན་རང་ཅིག་ཟིག་འདུག་ད་ང་ཚོས་བྱས་ན་བད་ཀན་གྱི་ཁམས། གླེན་བཤད་ཀྱི་ཆ་ཤས་ཚོ་འདོད་ཚོ་འདུག་ཨང་ཁྱོད་ཅག་འདུག་ཨ་དེ་ཚིལ་དང་སྒྲོལ་པ། དེ་ཚོ་ཐམས་ཅད་འཇུག་གི་རེད་ད་སྐེམ་གི་རེད་ད་ཐུར་དུ་འབྱུང་གི་རེད་ད་རྩ་བུག་རྩ་བུག་ཁ་དེ་ཚོ་བཤང་གི་རེད་ད་ཟོ་ད་ཁྱོད་ཅག་འདུག་ཨང། ཡུལ་དུས་ལ་བརྟེན་ནས་བྱེད་རྒྱུ་དེ་ཇི་ལྟར་བྱེད་རོགས་བྱེད་བཞིན་ཞེས་བཤད་པ་དེ་དེ་ལ་བརྟེན་ནས་སོ་སོ་ལ་སྟངས་འཛིན་བྱེད་རྒྱུ་དེ་གནད་འགག་ཞེ་བོ་བྱས་ནས་ང་ཚོའི་དུས་སུ་འདུག་ག་འོ་རེ་ཐུར་དུ་རྒྱོང་བར་བྱེད་ཅིང་རྩ་སྦུག་གི་ལམ་ཐམས་ཅད་དུ་ནི་ཁ་འབྱེད་ནས་བཤང་བར་བྱས་ནས་འབྱེད་པར་བྱེད་པའོ། རོ་ཚ་བ་དེ་ཉིད་ད་ཡང་དེའི་དྲང་ཕྱོགས་ཀྱི་ནུས་པ་དེ་ཡོད་རེད་འོ་ད་དཔེར་ན་གསོལ་ཕན་མང་པོ་ཟ་ཡས་དེར་བ། གསོལ་ཕན་ཟིག་རེད་བས་ད་ག་ད་རོ་ཚ་བ་མང་པོ་བསྟེན་ཡས་དེ་ལས། ད། ཡོན་ཏན་དང་མ་སོང་ན་དེ་བརྒྱ་ཡོད་རེད། རེད་བ། ཡི་ག་བྱེད་པ་དེ་ལྟར་སྔོན་ཟག་བྱས་འདུག་བ། ཁ་ཤས་ཟ་མ་བྱེད་པོ་ཟེར་ཉིན་མ་དུ་ཐང་ཀ་མེད་པ་བྱེད་ལ་ཅིག་གསོལ་བན་གྱི་ཟས་བྱེད་དུས་གཡང་ཁུ་དུས་མེ་དྲོད་ཡག་སྐྱེས་པར་མེ་དྲོད་སྐྱེས་ནས་ཇོ་རྒྱུ་བར་བྱེད་ཀྱི་རོ། ཇུས་བཟོས་ན་ཐང་ཀ་བྱེད་ཀྱི་རོ། འོ་ད་རོ་ཚ་བ་དེ་ཉིད་ཚེ་ལས་འདས་པར་བརྟེན་དྲགས་ན་ནི་ཡང་ལྡོག་ཕྱོགས་ཀྱི་ལས་དེ་ལོག་པའི་ལས་དེ། ཁུ་བ་ཟས་པ་དང་ལུས་ཀྱི། སྟོབས་ཟད་པ་དང། དེས་ལུས་དང་ཡན་ལག་འཁུམས་པར་བྱེད་ཅིང་ཤེད་ཤུགས་ཤོར་བས་ལུས་འདར་ཞིང་རྒྱལ་བར་བྱེད་པ། རྒྱབ་ལ་སོགས་པའི་གི་ལུས་ཀྱི་ཚིགས་རྣམས་ཀྱང་དེ་ནི་བད་ཀན་ཟད་པའི་དབང་གིས་ན་བར་བྱེད་པ་ཡིན། ཨོ་ད་དིག་གིས་ཡང་ཁོ་ལ་ལུས་ཀྱི་སྟོབས་ལ་ཅུང་ཟད་གནོད་པ་དེ་གསུངས་འདུག་བ་དེ་ཚ་བ། ཁ་ཚ་དེ་དྲི་བ། རྟེན་དྲག་ཁུ་བོ་སྟོབས་ཟད། ཨང་ད་ཁུ་བོ་ཟད་ན་སྟོབས་ཟད་སྟོབས་ཟད་ན་ཁུ་བ་ཡི་ཉུང་དུ་ཕྱིན་རི་བ་ད་དེ་འདྲའི་ཆ་རི་བ་དེ། ལུས་འཁུམས་པར་བྱེད་པ་དང་འདར་བར་བྱེད་པ། ཁུམ་ཟེར་དུས་ལམ་སང་དང་ཁུམ་ནི་རིགས་རིགས་ཏེ་བཤད་ཀྱི་མ་རེད་དེ། གང་ལྟར་རྩ་སྦུག་དེ་ཚོ་ལ་ཏིའི་ཚད་གནོད་ཀྱི་ཡོད་ཀྱི་རེད་བ། རེད་བ། ཚིག་དེ་ཚོ་ལ་ཅུང་ཟད་གནོད་ཀྱི་ཡོད་ཀྱི་རེད་ད་དེ་ནས་བྱས་ན་གཙོ་བོ་དེ་དེ་རེད་ཟེར་བད་ཀན་སེལ་བར་བྱེད་པའི་ཡིན་དུས་ཨེ་ནི་ཚིག་དེ་ཚོ་ལ་གནོད་ཀྱི་རེད་ཚིག་གནོད་སོང་ན་ཁུམ་འབྲུ་མགོ་དགུ་ཤ་ཡའི་ཚོགས་པ་སྐྱང་ཁུམ་བཅས་དེ་པོ་མེ་ཀན་ཤིས་ཤུགས་ཤོར་བ་འོ་ལུས་དར་ཞིང་རྒྱ་བར། རྒྱབ་ལ་སོགས་པའི་ལུས་ཀྱི་ཚིག་རྣམས་ཀྱང་གི་འོ་དེ་འདྲ་བྱས་ནས་སེལ་བར་བྱེད་ཀྱི་རེད། ལུས། ཁུམ་བ། དར་བ། རྒྱས་ཤིང་སྐེད་པ་རྒྱབ་ཚ་ན་བར་བྱེད། ད་ལྟ་གང་ལྟར་རོ་ཚ་བ་དེ་གི་བད་ཀན་སེལ་གྱི་རེད། ངོ་བོ་ཐུགས་ཟེར་ཐིག་ཨ་དྲག་ན། བད་ཀན་གྱི་ནད་སེལ་བ་ཙམ་ཚོད་མ་ཆོད་སྦྱོར་བྱེད་ཀྱི་བྱེད་ལས་ཐམས་ཅད་ཡང། ཡང་ཁོས་བཅོམ་གི་ཡོད་ཀྱི་རེད་པ་བད་ཀན་སྦྱོར་བྱེད་ཚིག་མི་ཀུན་ལ་ནས་ཚིག་རྣམས་སྦྱོར་ཞིང་སྐྱག་ངུ་འབྱེད་པ་ཡིན་ཞེས་གསུང་བ་དེ་ཚོད་ཀྱི་བྱེད་ལས་ལ་ཡང་གནོད་པ་རྒྱག་གི་ཡོད་ཀྱི་རེད་པ་ཐག་དྲག་ན་འོ་དེ་གསུང་བ་རེད་ད་དྲུག་པ་དཀའ་བའི་ལས་དཀའ་བའི་ཁྲག་ཁྲིག། ཚིལ་དང་དྲོད་ལྤགས་སྐེམ། རྨ་འཚོ་བསིལ་དང་ལྤགས་ཏོག་དྭངས་པར་བྱེད། སྟེང་དྲག་བི་ནས་ཁྱི་དང། དེ་ནི་བཤང་བ་བསིལ། ལྟོ་བོ་སྙིང་ནད་སྐེམ་དང་རྩ་སྒོ་འགག་ཅེས་པ་དེ་རོ་དཀའ་བས་ནི་དེ་ནི་དྲང་ཕྱོགས་ཀྱི་ལས་དེ་གར་བྱེད་པ་རེད་ཟེར་ན་ཁྲག་དང་མཁྲིས་པའི་ནད་སེལ་བ་དང་ཚིལ་དང་དྲོད་ཕག་སྐེམ་ཞིང་འབྲི་བར་བྱེད་པ། འདི་བྱེད་ཀྱི་རེད་ཟེར་ད་ཁོས་ནུས་པ་གོ་ལ་ཁྲག་དང་མཁྲིས་པ་ད་དུས་ཚོད་བྱུང་བ་ལ་བྱས་ནས་དབྱེ་ཞིབ་བྱས་ན་བྱེད་ཡས་ཞེ་དྲག་ཡོད་ཀྱི་རེད་ཨ།

ཨོ་ཡང་ཚགས་ཚིག་ལ་ཚིག་ད་ཅིང་ཡིན་ནའི་གཅིག་ཡོད་པ། ཚིག་གཅིག་སིའི་ལ་ཚིའི་བྲིས་བ། ཨོ་ད་དེ་འདྲ་བྱས་ནས། རྒྱུད་བཞི་ལྕགས་པར་གྱི་དེ་ལ་འགྱུར་བ་མང་པོ་ཕྱིན་གང་དེ་པགས་མདོག་མདངས་མདོངས། སྟན་དྲག་བིར་ནུབ་སྐྱིད་དང་ཤང་བ། སི། ཧྲི། སྟོབས་པོ་སྙིང་ནད་སྐེམ་དང་རྩ་སྒོ་བཀག། སི་ཅན། ཨོ་དེ། དེ་དེ་གསུམ་གར་ཞུ་ཨ་ད་དེ་ན་ལ། རྒྱུད་བཞི། ལྕགས་པར་བའི་ནང་དུ་ནས་ག་རེ་བྱས་འདུག་ཟེར་ན་སྨྲ་ཚོགས་ཚིག་ཞེས་ཡོད་པར་རྒྱུད་འགྲེལ་ཡང་བཀླག་པའི་དགོན་ཞེས་དང་ཀྱིམ་འགྲེལ་དང་བདུད་རྩི་ཆུ་རྒྱུན་དང་བཅས་ལས་ནས་ནི་མ་ཚོགས་བསིལ་དང་སྤགས་ཏོག་དྭངས་པར་བྱེད་ཅེས་འདུག་པ། ཐེག་ཆེ་བར་སེམས་ནས་བསིལ་བར་འགྲེལ་ཡོད་པས་དཔྱད་པར་གྱིས་འོ་དེ་རེད། མ་ཚོགས་བསིལ་ཟེར་ན་ཡང་ཡི་དེ་རུ་ཡི་བསིལ་ཟེར་ན་དེ་ནི་ཡང་ཁྱད་མཚར་ཅིག་འདུག་བྱས་ཙང་མ་ཚོགས་བ་ཙམ་དུ་མ་ཟད་དཀའ་བ་དེ་ཡང་དེ་ནི་བསིལ་བའི་ནུས་པ་བྱེད་ཀྱི་རེད་ཟེར་མཁན་དེ་བྱས་ན་ཡག་པ་འདུག་གསུང་བ་རེད་གོ་བདེ་བ་འདུག། རྨ་འཚོ་བ་དང། བསིལ་དང་པགས་མདོག་དྭངས་བར་བྱེད་པ། ཅེས་འདུག་པས། ཐལ་ཆེ་བར་སེམས་ན་བསིལ་བར་འབྲས་ཡོད་པས་ན། དེ་བྱས་ནས་དེ་ནི་ཅི། ག་རེ་ཟེར་ན། དེ་ལ་དེ་བྱེད་གསུང་བ་རེད་སོ་སོ་བཅད་བཏགས་བཅད་བྱེད་བྱེད་ཨ་གསུང་བ་རེད་པགས་པའི་རྡོ་བ་དང་བར་བྱེད་པ་བྱེད་ཅིང་སྲ་བར་བྱེད་པའོ་འོན་ཀྱང་རོ་བསྐ་བ་དེ་ཉིད་ཚད་ལས་ཐལ་བར་སྟེར་ན་རྟེན་དྲགས་ན་གང་བྱེད་ཀྱི་བར་ཟེར་ན་ལོག་པའི་ལས་སོ་ཕོ་བར་བད་ཀན་བི་སྣབས་འཁྱིལ་བ་དང། བཤང་བ་བསིལ་བར་བྱེད་ནས་ནི་དོས་ཐོག་ཏུ་བབས་མི་དོ་བ་ལ་སོགས་པ་བབས་པའི་དུས་སུ་ཡང་གག་འགྲོ་བ་ལྟ་བུ་བསིལ་བར་བྱེད་པ་དང་ལྟོ་བ་འབོད་ཅིང་སྙིང་དང། སྙིང་ནད་སྐྱེ་བ་དང། དེ་ནས་སྐེམས་པར་བྱེད་པ་ཤ། ལུས་ཟུངས་འདོད་དོ་སྐེམས་པར་བྱེད་པ་ཤ་སྐེམས་པར་བྱེད་པ་དང། རྩ་ཡི་བུ་གའི་ལམ་དང་རྒྱུན་སྲང་གི་སྒོ་རྣམས་འགག་པར་བྱེད་པའི་ཀྱི་ནུས་པ་དེ་འདྲ་མང་དྲགས་ན་དེ་འདྲ་བྱེད་ཀྱི་ཡོད། བ་དག་དེའི་ནང་ལ་ནི་ཞི་བ་ཡེ་གེ་དེ་ལས་ཏེ་ཅི་སྐྱོན་ཅི་དུ་མ་ཚོ་བསིལ་དང་ལྤགས་ཐོག་དངས་པར་བྱེད་ཞེས་པའི་དངས་དེ་ལ་འོ་སུལ་གྱི་དགོས་ཀྱི་ཡོད། བ་དེ་མ་བྱས་ན་དངངས་པར་བྱེད་ཟེར་གི་དྲིས་ན་འགྲིག་རི་དག་དེ་འོ་སྔས་ས་སྔས་པར་བྱེད་ཚེ་ཡང་བྱེད། བ་བྱས་ཙང་དངས་པར་བྱེད་དངས་དེ་ལ་འོ་སུལ་དགོས་རི་བ་དེ་ཟ་ཤ། རྩ་ཚིག་ལ་བཟའ་བྱ་བྲིས་པའི་ནང་ལ་བཟའ་བྱ་འོ་དང་ཟེར་དུས་འོ་སོགས་ཀྱི་ཡིན་གྱི་མིན་གྱི་རེ་བ་དེ་མ་ནོར་བའི་ཆེད་དུ་རེ་བ་དེ་མིང་གཞི་ཡིན་ཞེས་པ་གི་དོན་ཚན་དེ་ན་འོ་སོགས་དེ་མ་ནོར་བའི་ཆོས་སུ་སྐྱོན་པ་རེ་བ་འོ་དེ་ཡིན་གྱི་མིན་གྱི་དགོས་ཀྱི་འདུག་ཨ་དེ་མེད་ན་ཉེས་པོ་ཅི་འདུག་དེ་གསུམ་ག་ཆད་བྱ་དེ་ལྕགས་པ་དེ་གང་གི་ཆད་པ་རེད་ཨ། འོ་ལ་སོ་ད་དེ་དང་པོ་དེ་ག་རེ་ཆད་སོང་དང་པོ་ཚེ་དྲུག་པ་དེ་རེད་ག་རེ།

ཡིན་ནམ། དེ་ནི་སྦྱིན་པ་གཙོ་དབང་རྒྱལ་པོ་གིས་འདྲི་བཤད་གཞན་དག་གིས་མ་གཏོགས་དཀའ་སྡུག་ལ་བཞག། འདྲི་བཤད་ཟེར་ནས་མ་བྱུང་དེ་ག་རེ། སེར་བྱེས་མིག་གསར་གས་ཕྱིར་མི་འདུག་རོ། ད་ཡིན་ནའི། རོ་དེ་རྒྱ་དབྱེ་བ་ཕྱེ་ནས་སོ་སོ་སོ་བྱས་ན་སེར་བྱེས་ཕྱེ་ན་འགྲིག་གི་རེད་ཨ། དུར་བཏུལ་སྔར་བས་རོ་ཡི་རླུང་མཁྲིས་སེ་ནད་སྙིང་སྐམ་སའི་ཤ་ན་མ་གཏོགས་པ་ཕལ་ཆེར་བད་ཀན་སྐྱེད་པར་བྱེད་ན་ཡང་གཡག་རྒོད་ཉག་ལུག་ཤ་དང་སྦྲང་རྩིས་བད་ཀན་འདི་བར་དོ། སྔར་བ་དེ་དབྱེ་བྱས། སྒྲུབ་པ། ད་སྐྱུ་རུའི་བད་ཀན་སེལ་ཞིང་མཁྲིས་སྐྱེད་ཀྱང་སྐྱུ་རུ་ར་ཡི་ཁྲག་མཁྲིས་རྩ་བ་སེལ། བསིལ་བྱེད། ད་ལན་ཚྭས་རླུང་དང་བད་ཀན་སེལ་བྱེད་ཅིང་ལྕི་ཉམས་སྐམ་ཚ་མང་དོག་མཁྲིས་བད་སྐྱེད་ཧ་ཅང་ཐལ། དྲག་ལྕི་བའི་བད་ཀན་སྐྱེད། ཁ་བའི། ད་ཁ་བ། ཁ་བའི་མཁྲིས་སེལ་བད་རླུང་སྐྱེད་ན་ཡང་ཀ་རན་རྩ་དང་སླེ་མཁྲིས་བད་རླུང་སེལ། ཚ་བའི། ད་ཚ་བ་རེད་ཡང། ཚ་བའི་རླུང་དང་བད་ཀན་སེལ་བྱེད་ལ། སྒོག་སྐྱ་པི་པི་ལིང་མིའི་མཁྲིས་བད་སྐྱེད་ཧ་ཅང་ཐལ། དྲག་རྩུབ་དབྱང། ཧྭ་ཅང་ཐའི་བྲག་གཡང་འཛུགས་རླུང་དབྱངས་ཀྱིས། ཀ་བའི། ཀ་བ་དེ། ཀ་བའི་སྤྲེལ་ཚེས་ཨ་རུ་བྷ་རུ་ར་མ་ཏོག་བད་ཅལ་བད་རླུང་གཉིས་ལ་གནོད། ཅེས་པ་དེ་འོ་ད་རོ་དྲུག་གིས། དུར་བདུད་དམིགས་བསལ་གྱི་སོ་སོའི་ལས་དམིགས་བསལ་ཟེར་ནས་ན་ག་འདྲ། དེ་ལས་ཡི་ཀུན་འདྲ་རེས་འགའ་རེ། སྤྱི་བཏང་བྱས་ན། རོ་སོ་སོ་ལ་ནུས་པ་འདི་འདྲ་འདི་འདྲ་ཡོད་རེད། ཡིན་ན་ཡང། རྫས་བྱེ་བྲག་པ་དམིགས་བསལ་ཁ་ཤས་ལ་ནི་ཡང། སྤྱིར་བཏང་གི་སྔར་བར་གྱི། སྡེ་ཚན་གྱི་ཁོངས་སུ་གཏོགས་པར་རོ་སྔར་བ་ཡིན་ན་ཡང་ནུས་པ་དེ་འདྲ་ཡོད་སྲིད་པ་འོ་ད་དེ་བསྟན་པའི་ཆེད་དུ་དམིགས་བསལ་གྱི་ལས་བསྟན་པ་ཟེར་བ་དེ་རེད་ད་དམིགས་བསལ་གྱི་བྱེད་ལས་བསྟན་པ། རེད་པ། ཡིན་ནས་ད་ཁོ་གཏོར་བསྡུས་ནས་རོ་དྲུག་པོ་མཉམ་པོ་ལ་བཤད་པ་ཡིན་གསུང་བ་རེད་དེ་དོན་དག་དམིགས་བསལ་གྱི། རྫས། བྱེ་བྲག་པ་འགའ་རེ་གྱིས། དེ་ནི། ནུས་པ་དམིགས་བསལ་དུ་བསྟན་པ་རེད། རོ་ལས་ལག་པར་བྱས་པ་གི་ལས་དེ་བརྒྱད་བསྟན་པ་རེད་འོ་དེ་རེད་ད། ཅེས་པ་དེ་གོང་དུ་རོ་དྲུག་གི་སྤྱི་དང་ཁྱད་པར་སོ་སོའི་ལས་བསྟན་པ་དེ་ལྟར་ཡིན་ཡིན་དུ་ཆུག་ཀྱང། དུར་བཏུལ་དམིགས། དུར་བཏུལ་དམིགས་ཀྱིས་བསལ་བའི་ལས་ནི་སྲིད་དང་དུར་བཏུལ་དམིགས་ཀྱིས་བསལ་ནས། ག་རེ་ལ་ནི་སྤྱི་བཏང་མ་ཡིན་པ་བས་ན་བྱས་ཙང་སྤྱི་བཏང་བ་དང་དམིགས་ཀྱིས་བསལ་བསྟན་བཅོས་ཀུན་ལ་ཤིན་ཏུ་གཅེས་ཞེས་པ། སྤྱི་བཏང་བསྟན་བཅོས་ངེས་པ་ལ་བྱེ་བྲག་སྟོབས་དང་ལྡན་པ་ཞེས་པའོ་ད་སྐབས་དེ་ཚོའི་ཐོག་ལ་རེད། རེད་པ་ད་དེ་དངོས་ཡོད་གནས་ཚུལ་རང་བྱས་ན་རེད་པ། དཔེར་ན། རོགས་ཀྱི་སྒོ་ནས་བྱས་ན་ལས་ཀ་དེ་འདྲ་རེད་དེ་ནུས་པ་དེ་འདྲ་རེད་དེ། ཡང་རོ་གཅིག་པ་ཡིན་ན་ཡང་ནུས་པ་མི་འདྲ་བ་འདུག་སྲིད་དུས་མཐའ་འཁོར་ཁོ་རང་ངོ་བོའི་ནུས་པ། རྫས་ཁོ་རང་གི་ངོ་བོའི་ནུས་པ་རྫས་ཀྱི་ནུས་པ་ཐུན་མོང་མ་ཡིན་པའི་ནུས་པ་ཡིན་པ་དེ་ཡང་ཕྱོགས་གཏོགས་རེད་པ། འོ་དེ་ཡིན་དུས་ཡིན་པའི་རྒྱུ་མཚན་དེ་ནི་ད་ལྟ་ག་རེ། མ་ཙི་ཏའི་ལེའུ་གཞུག་མ་དེ་ལེགས་རེད་པས་ཇོ་ཏི་ག་ལོ་བ་རེད་པས། རོ་ཞེས་སྨོས་ནས་ཞོ་ཕྱེད་ལས་བྱས་པའི་རོ་དེབ་ནོས་ཏེ་ཞོ་ཕྱེད་དེབ་འདི་སྦྱར་གསུངས་ཡོད་པ། བྱས་ཙང་རྗེས་ལུས་སྦྱར་སྟངས་དེ་ལས་དམིགས་པ་མང་པོ་བྱེད་དགོས་རེད་མོད། ནམ་རྒྱུན་ང་ཚོས་སྐད་ཆ་བཤད་དུས་ཨང་རོ་དེ་རེད་བྱུང་བ་དེ་རེད་བྱས་ཙང་རོ། ཁ་ཤས་བྱུང་བ་དང་སྤྱི་བཏང་གི་ཆོས་ཉིད་མ་ཡིན་པ་གི་རྫས་ཁོ་རང་ལ་ནུས་པ་ཁྱད་པར་ཅན་ཞིག་ཡོད་རེད་ད། ང་ཚོ་སྨན་ལ་ལྟ་བ་དུས་ཙམ་པ་རྫས་ཁོ་རང་གི་རོའི་ནུས་པ་སྟོན་མཁན་ཡིན་ན་རོའི་ནུས་པ་རེད་དེ་རོའི་ནུས་པ་མ་ཡིན་པ་རྫས་རྐྱང་པགས་ཀྱི་མིག་ཟག་གི་བྱེ་བྲག་གི་ལས་སྟོན་པ་དེ་ད་དུང་དེ་ལས་ཤུགས་ཆེ་གི་རེད། རེད་བ། སྨན་ལ་ཁ་རྩང་མང་པོ་རྒྱག་ནས་ཅིག་ཁྱད་པར་ཅན་དེ་འདྲའི་སྟབས་ཡག་དེ་ཚོ་མང་པོ་ཅིག་ཁོ་རང་ངོས་ནུས་པ་རེད། ངོས་ནུས་པ་ཁྱད་པར་ཅན་ཡོད་མཁན་དེ་དེ་དེ་ནི་ག་ཚར་དུ་བལྟ་གི་ཡོད་རེད་ཁ་སྒྱུར་བྱེད་ཀྱི་ཡོད་རེད་འཕྲོད་སྐོར་བསྐུར་གི་ཡོད་རེད། འོ་དེ་ཡག་པོ་ཅིག་མཁྱེན་དགོས་ཀྱི་འདུག་ཨ། སྤྱི་བཏང་བ་དང་དམིགས་ཀྱི་ཟ་ཟེར། སྤྱི་བཏང་དེ་རེད་ཡིན་ནས་མང་པོ་ཡོད་ཚད་ལ་སྤྱི་བཏང་རྐྱང་བྱས་འདི་དེ་ན་བྱུང་མི་འདུག་འདི་མི་འདྲ་བ་ཅིག་བྱས་ཤག་འདི། རོ་འདི་འདྲ་རེད་མི་འདུག་འདི་ལ་བརྟེན་འདི་ཡོང་གི་མི་འདུག་ཟེར་མཁན་ཐག་གཅོད་ཡས་ཡོད་མ་རེད། ཁ་ཆག་རོའི་ལས་ཀ་བྱེད་ཀྱི་ཡོད་མ་རེད་དེ་མ་ཡིན་པ་བྱེད་ཀྱི་བ་རེད། སྒོ་ར་རྫས་འགོ་རང་རྐྱང་པའི་ནུས་པ་ཆེ་བ་ཐུན་མོང་མ་ཡིན་པའི་ནུས་པ་ཆེ་བའོ་ཁོ་ཤུགས་ཆེ་བ་རེད་བའོ་དེ་གོང་ན་དེ་འགྲིག་འདུག་དེ་ཤེས་པའི་ཆེད་དུ་དེ་དེ་དམིགས་ས་ཟེར་དམིགས་ཀྱི་གསལ་བ་ཟེར་འོ་དེ་རེད། དེ་ཡིན་པ་དང་དེ་ལྟར་དུ་ཡིན་ཀྱང་བདུད་རྟུལ་མིག་གི་རྩ་བའི་ལས་དེ་ཡིན་རོ་སྔར་བའི་རོ་དེ་ཡིས་སྤྱིར་ཉེས་པ་རླུང་དང་འཁྲིག་པ་སེལ་བ་གོང་དུ་ཟ་བ་ཡིན་པ་གོང་དུ་གསུངས་ཚར་ཡིན་པ་སྔར་བས་གར་བྱེད། སྤྱིར་སྔར་བས་ཀྱི་རོ་ཀྱི་ནུས་པ་དེ་འདྲ་དེ་ནི་གཉིས་སེལ་བར་བྱེད་པ་ཡིན་ཡིན་ལ་བད་ཀན་ཅུང་ཟད་སྐྱེད་པར་བྱེད་ཀྱི་ཡོད་པ། ས་ཆུ་རེད་པ་ཀོ་སྒྲུབ་ཡས་ཁུ་སྤྱི་བཏང་གི་ཆུ་གཉིས་བྱེད་དུས་ས་ཆུ་སྐྱེད་པར་བྱེད་པ་ཡིན་ཏེ། དེ་ཡང་དམིགས་བསལ་དུ་བྱས་ན་ནད་རྙིང་པའི་རིགས་ནད་རྙིང་པ་དེ་རོ་སྔར་བ་རེད། སྔར་བ་གི་ཤའི་རིགས་སྔར་བའི་རིགས་ཀྱི་རེད་དེ། དེ་ནས་ནས་རྙིང་པའི་རིགས་དང། བྱ་དང་རི་དྭགས་ལ་སོགས་པ། བྱ་དང་རི་དྭགས་ལ་སོགས་ཤ་ཡས་དག་མང་བྱས་མངའ་བ་རེད་དེ་ཡིན་ནས་ཤའི་ནང་ལོགས་ནས་བྱ་དང་རི་དྭགས་ལ་སོགས་པ་སྐམ་སར་གནས་པ་དང་ཁ་མཐོ་སར་གནས་པའོ་དེ་དག་ལ་གནས་པ་གི། དེ་ནས་རི་དྭགས་ལ་སོགས་པ་སྐམ་གནས་ཀྱི་ཤ་སྐམ་སར་གནས་པའི་ཤ་ཡི་རིགས་རྣམས་ནི་རོ་མངར་བ་ཡིན་དུ་ཡིན་ཡང་བད་ཀན་གྱི་ནད་ལ་མི་གནོད་པ་ཡིན་པ་དེ་དག་ཕུད་ཟེར་བ་དེ་རེད། ད་ངོ་ནུས་བད་ཀྱི་ཞལ་སོགས་གང་ཡང་མ་གཏོགས་དེ་ཡིན་ན་ཤ་ཡོངས་རྫོགས་བད་ཀན་ལ་གནོད་ཀྱི་རེད་ཟེར་ན་ཡང་ཡང་དེ་ཡང་ཡོང་གི་མི་འདུག་ག་རེ་ད་ཤ་སྐམ་སའི་ཤ་རེད་བ། སྐམ་སའི་ཤ་བསྲེས་དུས་དང། བྱ་དང་རི་དྭགས་སུ་བྱ་ཡི་ལ་ཡི་དང་ཡང་མིའི་ཆུ་བྱ་དང་ཅི་དང་མ་མ་ཡིན་པ་བྱས་སྐམ་སར་གནས་པའི་བྱ། རེད་བ། རི་དྭགས་ཤ་ད་ད་ལྟ་ང་ཚོ་བོད་ཀྱི་ལུང་པ་ལ་ཟ་བ་གི་ཤ་དེ་ཚོ་སྔོ་ནག་ཆགས་ན་རི་དྭགས་དང་འདྲ་པོ་རེད་བ་ད། རེད་བ། དཔེར་ན་འདི་ག་རེད། གཡག་རྒོད་ཀྱི་ཤ་དེ་རི་དྭགས་འདྲ་པོ་རེད་བ། འདི་གཡག་རྒོད་མ་བྱུང་ན་ཨེ་ལ་ང་ཚོ་རེད་གཡག་གཡག་ཡང་དེ་གོར་སྐམ་སར་གནས་པའི་ཤ་རང་རེད་པ། ལུག་དང་ར་དང་དེ་ཚོ་ང་ཚོའི་བོད་ཀྱི་ས་དགེ་ས་ཆ་སྤྱི་བཏང་གི་ས་ཐོག་ས་རྐྱང་རྐྱང་ལ་བསྡད་བ་མ་གཏོགས་གཅིག་གི་གླན་ཤེད་ཡོད་ས་ལ་ཆེ་སྤྱི་བཏང་གི་ཉི་མའི་སྐར་མ་རང་རེད་པ་གླན་ཤེད་ལེགས་སྐྱེས་མ་རེད་པ། གླན་ཤེད་ཡོད་ས་ས་དམའ་ས་དེ་ཚོ་ལ་དང་མ་ཚང་ར་དང་ལུག་དང་ཟེར་མཁན་དེ་ཚོ་ཡོང་གི་ཡོད་ས་མ་རེད། འཚོ་ཐུབ་ཀྱི་ཡོད་ས་མ་རེད་པ། བྱས་ཙང་ང་ཚོའི་ཤ་ང་ཚོའི་ས་ཡའི་ཤ་བ་ཆེ་བ་ཡང་བ་གར་སེ་སྐམ་སར་གནས་པའི་ཤ་རེད་ཨ། དེ་ཡུལ་ལུང་རྒྱ་ཆེ་ཆུང་ལ་བརྟེན་ནས་ཤེས་སོ་ན་འོ་འདུག་ཟེར། བྱས་ཙང་ན་དེ་དག་ཐམས་ཅད་ནི་མངར་བ་ཡིན་ཀྱང་བད་ཀན་གྱི་ནད་ལ་མི་གནོད་པ་ཡིན་པ་དེ་དག་ཕུད། དེར་མ་གཏོགས་པའི་རོ་མངར་བ་རིགས་ཕལ་ཆེར་གྱིས་ནི་བད་ཀན་སྐྱེད་པར་བྱེད་པ་ཡིན་ཞིང། ཡིན་ཡང་ཟེར་སྤྱིར་བཏང་གི་ཆོས་ཉིད་བད་ཀན་ཕལ་ཆེ་བ་གྱིས་ག་རེ་ཟེར་ན་ས་ཆུའི་རང་བཞིན་རིག་པ་མངར་བ་ཟེར། རེད་དེ། ཆེས་དམིགས་ཀྱིས་བསལ་བ་གཡག་རྒོད་དང་ཉག་དང་ལུག་དང་དེ་ལྟར་ད་དུ་གང་ལུག་ཡ་དེ་དུ་གང། ནས་དེ་ནི་ཉག་ཤ་དེ་ཡོད་མ་གཙང་ཆུའི་ནང་ལ་གནས་བར་རོ་མངར་བ་རེད་དེ་ཡང་ཁོ་རང་ལ་ཐུན་མོང་མ་ཡིན་གྱི་ནུས་པ་ཡོད་པའི་རྒྱུ་མཚན་ལ་བརྟེན་ནས་དེ་ནི་ལུག་གི་ཤ་དང་དེ་བཞིན་དུ་བསྒྲིགས་འདུག་ད་གཡག་རྒོད་ཟེར་དུས་ང་ཚོའི་གཡག་དེ་ཡིས་དེའི་ནང་ལ་བྱ་བྱ་བྱ་ཚུད་ན་འགྲིག་གི་འདུག་ཨ། གཡག་རྒོད་དང་ང་ཚོའི་གཡག་དེ་གཉིས་འཚོ་བ་འཚོ་གནས་ཀྱི་གནས་སྐབས་དེ་ཆགས་རེད་བ། ལྷག་པར་དུ་ཡང་གཡག་རྒོད་ཀྱི་ཤ་དེ་ལ་ད་རུང་དེའི་རྩུབ་པ་ཞེ་བོ་ཅི་རུ་བ་ཚ་གཡག་རྒོད་ཀྱི་ཤ་ཟེར་མཁན་དེ་རྩུབ་ལ་ཤུགས་ཆེ་བ་དེ་ནི་དེ་འདྲས་ཅིག་རེད་ད་ཡིན་ནའི་ཕོ་བ་ཡག་པོ་མིན་ན་རྒྱུ་དཀག་པོ་ཡོད་རེད་ཟེར་གྱི་འདུག་ག་འོ་དེ་བྱེད་དུས་ཙམ་ན་ཉྭ་དང་ལུག་ལ་སོགས་པ་པོ་དེ་ནི། དཔྱད་ཀྱི་ཤ་དང་དེ་བཞིན་དུ་སྦྲང་རྩི་རྣམས་ནི་རོ་མངར་བ་ཡིན་ཀྱང་བད་ཀན་སྐྱེད་པར་བྱེད་པ་ལས་དོ་བ་དེ་བད་ཀན་སེལ་ཞིང་འཇོམས་པར་བྱེད་པས་ཕན་པར་བྱེད་པ་ཡིན་ནོ། འོ་དེ་ནི་རེད་ད་སྦྲང་རྩི་དེ་དེ་རུང་ལྷག་པར་དུ་ཡང་མངར་གསུམ་ཟེར་མཁན་དེ་མངར་བ་མངར་མོ་གི་ད་མཚོན་བྱེད་རེད་དེ་ཡང་དེ་ནི་སྦྲང་རྩི་ཟེར་མཁན་གོ་ཡང་རོ་མངར་བ་གི་ལས་གཙོ་བོ་མ་ཡིན་པར་ཁོ་རང་ངོ་བོའི་ནུས་པ་དེ་ཡིན་དུས་སྦྲང་རྩི་ཟེར་མཁན་འདིར་ཤིན་ཏུ་རྩུབ་པ་ལྟ་བུ་ཅིག་ཡིན་དུས། ངོ་བོ་ཁོས་བད་ཀན། དེ་ནི་འཇམ་ཆར་དེ་ཚོ་ཐམས་ཅད་གཅོད་གི་ཡོད་ཀྱི་རེད་པ་དེའི་རྒྱུ་མཚན་དེ་ནི་སྦྲང་རྩིས་བད་ཀན་ལ་ཕན། ངོ་བོ་ཕན་པར་བྱེད་པ་ཡིན་ནོ། ཞེས་པའོ་ཟེར་བྱས། ངོ་བོ་ད་དེས། ག་རེ་བྱས་སམ་གཡག་གི་ཉལ་ལུགས་ངོ་སྦྲང་རྩིས་ཕན་ཟེར་དུས་རུ། དེ་བར་དུ་ཕྱི་རུ་བ་རོ་མངའ་བ། དེ་ལྟར་རོ་མངའ་བ་ཡིན་པ་གཅིག་ཏུ་གྱུར་ཀྱང་ཕལ་ཆེར་གྱི་རླུང་མཁྲིས་སེལ་ཞིང་བད་ཀན་བསྐྱེད་པ་དང་འགའ་རེས་ནི་བད་ཀན་སྐྱེད་པར་མི་བྱེད་པ་དང་འགའ་རེས་ནི་བད་ཀན་སྐྱེད་པ་ལས་ལྡོག་པར་བད་ཀན་སེལ་བར་བྱེད་པའི་ཁྱད་པར་དེ་ལྟར་བྱུང་བ་ཅི་ཡིན་ནམ་སྙམ་ན། འོ་ད་འདི་ཚོའི་གྲས་ལ། སྐྱེམས་པ་ཚོང་བ་རྒྱལ་པོ་གི་དེ་དབྱེ་ཞིབ་ཞེ་པོ་གནང་ཤག་ཨ། དྲི་བ། སྟོན་ལན། རྒྱ། རྒྱུ་མཚན་བཤད་དེ་ཚོ་ཐམས་ཅད། རྒན་ལགས་ཚོ་གི་དེ་ཚོ་གཟིགས་དང། འགྲེལ་པ་གཞན་དང་མ་འདྲ་བར་བཀླགས་པས་ཀུན་གཞི་ལས་ཡི་གེར་བ་གསུངས་བཞག་སྟེ་སྐྱེམས་པ་ཚང་བ་བརྒྱ་པོའི་དེའི་ནང་ལོགས་ལ་ཤིན་ཏུ་གནད་ཀྱང་མང་བ་འདུག་ཡག་པོ་ཞེ་པོ་དེ་འདྲ་འགྲེལ་པ་འགར་རྒྱུ་མཚན་དྲངས་ནས། འདི་འདི་བྱེད་དགོས་པའི་རྒྱུ་མཚན་འགར་འདི་དེ་བད་བར་གྲོལ་ས་རེད་ཨ་བྱས་ཙང་ང་ཚོས་རོགས་ཀྱི་དེ་ཚོ་ཐམས་ཅད་སྤྱིར་བཏང་གི་ཆོས་ཉིད་དེ་ཅག་མཁྱེན་རྒྱུ་འདི་གནད་འགག་ཆེན་པོ་ཞེ་བོ་རེད་དེ་དམིགས་བསལ་དེ་ཤེས་པ་བྱེད་རྒྱུ་དེ་དེ་བས་ཀྱང་གནད་འགག་འདུག་ཨ། སྤྱིར་བཏང་དེ་ཤེས་དམིགས་བསལ་མ་ཤེས་ན། ཨ་ནི་ཁྱོད་རང་ལ། གོ་བ་ལོག་སྒྲུབ་རྐྱང་རྐྱང་མ་གཏོགས་ཡོང་གི་མ་རེད་ད་འགལ་བ་རྐྱང་རྐྱང་རེད། དམིགས་བསལ་དུ་བཤད་སོང་ན་འགལ་བ་བསིལ་གི་རེད། འོ་དེ་རེད་བྱས་ཙང་དྲི་བ་ཟེར་ཞིང་བད་ཀན་སྐྱེད་པ་དང་འགའ་རེ་ནི་བད་ཀན་སྐྱེད་པར་བྱེད་པ་དང་འགའ་རེ་ནི་བད་ཀན་སྐྱེད་པ་ལས་ལྡོག་པར་ད་དུང་ག་རེ་ཕན་གི་ཡོད་དཔེར་ན་སྦྲང་རྩི། རེད་པ། དཔེར་ན་ཡག་གོས་ཀྱི་ཤ། འོ་དེ་དག་ཐམས་ཅད་རོ་མངར་བ་ཡིན་ན་ཡང་བད་ཀན་སེལ་བར་བྱེད་པའི་ཁྱད་པར་དེ་ལྟར་བྱུང་བ་ཅི་ཡིན་ན་སྙམ་ན་རྒྱུ་མཚན་ནི། དེའི་རྒྱུ་མཚན་ནི་སྨན་དང་ཟས་སྐོམ་ཅི་ཞིག་ཡིན་ཡང་ཐམས་ཅད་རོ་ཁུ་ནི་ལས་ཀྱི་དབང་གིས། ཕན་གནོད་ཀྱི་བྱ་བ་བྱེད་པའི་ངེས་པ་མེད་པར་ཏག་ཏག་ཡིན་པ་དེ། ཨོ་དེ་རེད་ད་དེ་ཤེས་ན་དེ་འགྲིག་འདུག། ཡང་ཡང་ཁ་ཤས་དེ་དེ་འདྲ་ཟེར་བའི་ཉེན་ཁ། འོ་ན་དེ་ནི་རོའི་དེ་ནི་ཆོས་ཉིད་དེ་དང་གཏན་ནས་གར་ཕན་གི་ར་དེ་ལ་གའི་ངེས་པ་མི་འདུག་བ་ཟེར་ན་སྤྱིར་བཏང་མང་ཆེ་ལ་ངེས་པ་ཡོད། དམིགས་ས་ག་རེ་མ་མདོ་རུ་བ། ངོ་བྱས་ཙང་སྤྱིར་བཏང་བ་དང་མི་སྐྱིད་ས་བསྟན་བཅོས་ཀུན་ལ་ཤིན་ཏུ་གཅེས། ངོ་དེ་བཟུང་བའི་ཡིན་དུས་ཙང་ན་ངའི་དེ་ནི། དེ་ནི་འགའ་རེ་ལ་ནི་ངེས་པ་མེད་པར་འོ་དེའི་དབང་གིས་འགལ་པ་མེད་པར་རོ་ཡི་ལས་བྱེད་པ་དང་ཞོ་ཆེད་ཀྱི་ལས་བྱེད་པ་དང། ལྷག་པར་དུ་ཡང་མཐར་ཐུག་གི་ལས་དེ་གཙོ་ཆེ་བ་དེ་རང་གི་ངོ་བོའི་ནུས་པ་ཅན་དེ་རེད་འོ་ནི། ཟས་རང་རང་སོ་སོའི་ངོ་བོའི་ནུས་པའི་ལས་བྱེད་པ། དེའི་རྗེས་ཡོང་གི་བ་ཡིན། རེད་པ། རོ་རྐྱང་རྐྱང་བསྐུར་དུ་ཕྱིན། རེད་པ། ད་རོའི་རྗེས་སུ་ཞོ་ཆེད་འགྲོ་གི་རེད་པ། རེད་དེ། ཡིན་ནའང་ངོ་བོའི་ནུས་པ་ཟེར་མཁན་དེ་རོ་དང། འབྲི་སྟངས་ཀྱི། རོ་ཡི་ནུས་པ་བཅུམ་གྱི་རེ་དང། རོའི་ནུས་པ་མ་བཏོན་ན་ངོ་བོའི་ནུས་པ། བྱས་ཙང་སྒྲོ་བཏགས་ཐ་མ་དེ་དམིགས་སུ། ཐ་མ་ཐག་གཅོད་མཁན་དེ་ངོ་བོའི་ནུས་པ་དེ་རེད། ངོ་བོའི་ནུས་པ་ཟེར་དུས་སྐུར་རྫས་ཁོ་རང་ལ་ཡོད་པའི་ངོ། རེད་པ། རྫས་ཁོ་རང་གིས་གྲུབ་བྱ། རོ་གཅིག་པ་ཡིན་ན་རྫས་ཁ་ཁ་རེད་པ། རེད་པ། འོ་དེ་ཀྱང་ཀོག་ཀོག་ཅིག་དགོངས་པ་ཞིག་དང་ཨེ་ནི་བད་དུ་གྲོལ་འགྲོ་གི་རེད། ངོ་བོའི་ནུས་པས་ལས་བྱེད་པ་སོགས་ནུས་པ་ཐོན་ལུགས་མི་འདྲ་བ་མང་དུ་འབྱུང་བའི་དབང་གིས་དེ་ལྟར་སྤྱིར་བཏང་དང་དམིགས་བསལ་གྱི་ཕན་གནོད་ཀྱི་བྱ་བ་བྱེད་ལུགས་མི་འདྲ་བ་སྣ་ཚོགས་འབྱུང་བ་ཡིན། འོ་དེ་ཡག་པོ་འབྲི་བྱའི་སྐྱོན་དུ་གང་ནི་ན། ད་འདི་གི་ག་རེ། རྒྱུ་མཚན་དེ་རེག་ལམ་དེ་ཤེས་ན་ཨེ་ནི་གྲོལ་འགྲོ་གི་རེད། རེད་བ། དེ་ཡང་ལེའུ་ཕྱི་མར་ཟེ་བ་དག་བཤམས་ཏེ་ད་ལྟ་ལེའུ་ཉི་ཤུ་པའི་ནང་ལོགས་ལ་ཐམས་ཅད་མཐུན་ན་རོ་ཡི་ལས་བྱེད་ལ་རོ་ཞེས་མི་ནུས་ཞོ་བྱེད་ལས་བྱེད་དེ་རོ་ལས་གོ་བརྟགས་ནུས་པའི་ལས་བྱེད་པས་རོ་འདེབས་ནུས་འདེབས་ཞོ་བྱེད་འདེབས་དེ་བྱར་ཟེ་བ་དེ་རེད་ད། ཐ་མ་དེ་ནི་རོ་ལས་གོ་ལྡོག་པ་དེ་རུ་ནུས་པའི་ལས་ཅན། བྱས་ཙང་ད་ལྟར་སྦྲང་རྩི་དང་གཡག་རྒོད་ཀྱི་ཤ་དང་ལ་སོགས་པ་དེ་དག་ཐམས་ཅད་ཀྱིས་སོ་སོའི་ལས། རོ་ཡི་ལས་མ་ཡིན་པ་གཞན་ཅི་བྱེད་ཀྱི་འདུག་ན་གནོད་བྱེད་ཀྱི་ལྡོག་ཕྱོགས་ལ་ཕན་པར་བྱེད་ཀྱི་འདུག་ན། རེ་བ། དེ་ནི་ནུས་པའི་ལས་ཀ་བྱས་པ་རེ་དྭོགས་ནུས་པ་རེ་དྭོགས་དེས་བཟུང་བ་རེ། འདི་དེ་བྱ་དེ་བྱ་དེ། ནི་དེ་དེ་ཞེས་གསུངས་པའི་དགོངས་པ་ལྟར་ཡིན་པས་ན་རོ་གཞན་རྣམས་ལ་ཡང་དེ་ལྟར་རིགས་བྲལ་བ་ཐ་དད་དགོངས་འདུས་ཏེ་གཅིག་མ་འབབ་ཡང་བསྐྱུར་བའི་སྐབས་ལ་སྐད་ཆ་དེ་གཅིག་བཤད་ཚར་བའི་སྐབས་ལ་སྐད་ཆ་དེ་གཅིག་བཤད་ལན་ཚྭའི་སྐབས་ལ་སྐད་ཆ་གཅིག་ཅེས་གསུང་གི་མ་རེད་ཨ། རོ་གཞན་རྣམས་ལ་ཡང་དེ་ལྟར་དུ་རིགས་བྲལ་ནས་ཤེས་པར་བྱེད་ཀྱིས། ངོ་བོ་དེ་རེད་རྒྱུ་མཚན་གནས་ལུགས་དེ། གོང་དུ་རོ་མངར་བའི་མིག་གསར་གྱི་ལས་ཇི་སྙེད་ཅིག་ཡོད་པ་དེ་བཞིན་དུ་རོ་སྐྱུར་བས་ཀྱང་གཅིན་ནས་བད་ཀན་གྱི་ནད་སེལ་བར་བྱེད་པ་གོང་དུ་ཐེངས་མང་པོ་གསལ་བར་བྱས་པ། དེ་ནད་སེལ་བར་བྱེད་པ་གོང་དུ་གསལ་བ་ཡིན་པ་དང་མཁྲིས་པ་སྐྱེད་པར་བྱེད་པ་ཡིན་ཡང་མིག་གསར་དུ་སྐྱུ་རུ་ར་ནི་རོ་སྐྱུར་བ་ཡིན་ཡང་དེ་ཡི་ཁྲག་དང་མཁྲིས་པའི་ཚ་བ་སྐྱེ་བ་ལས་བཟློག་པར་ཁྲག་ཁྲིག་གི་ཚ་བ་སེལ་བར་བྱེད་པ་ཡིན་ནོ་སྐྱུ་རུ་ར་ཡིས་ཁྲག་ཁྲིག་ཚ་བ་སེལ་རོ་ད་སྐྱུར་བ་རེད་རོ་སྐྱུར་བའི་ཡུན་སྤྱི་བཏང་བྱས་ན་ཁྲག་ཁྲིག་འཕེལ་གྱི་འདུག་དེ་དེའི་སྐབས་ལ་རུང་འཕེལ་གྱི་འདུག་སེལ་གྱི་འདུག་སེལ་བར་བྱེད་པ་ཡིན་ནོ་ད་སེར་ལས་སྐྱུ་རུ་ར་ནི་ནུས་པ་བསིལ་བ་དང་ཞོ་ཆེན་མངར་བས་བད་ཀན་བསྐྱེད་ཡང་ཞིང་རྩུབ་ཀྱང་རླུང་མི་བསྐྱེད་ཅེས་གསུང་བ་ལྟར་རོ། རྒྱ་གཞུང་གི་ཁུངས་ཇི་དྲག་འོང་བ་དག་ད་ཚ་སྐྱོན་མི་འདུག་ཨ་གཅིག་ཤེས་ན་ཀུན་གྲོལ། རོ་ལངས་ཚར་བས། བསྡུར་དུས་ཀྱི་ལས་དང་དམིགས་བསལ་ཞེས་པ་ནི་ཡིན་སྲིད་ད་ཁྱེད་ཀྱི་རང་རེད་དམིགས་བསལ་གྱི་ལས་རང་རེད་ད་ད་ལྟ། བསྡུར་དུས་འདི་ལྟ་གོང་དུ་ད་ལྟ་ད་ཅིང་བཤད་དུས་ཙམ་པ་ཧ་ལམ་ཕྱིན་ཚར་སོང་ཨ་བསྡུར་དུས་ཀྱི་ལས་དང་དམིགས་བསལ་ཞེས་པ་ནི་སྤྱིར་རོ་ལངས་ཚར་བས་ཉེས་པ་རླུང་དང་བད་ཀན་སེལ་བར་བྱེད་ཅིང། དམིགས་བསལ་དུ་ལན་ཚྭའི་ཁོངས་སུ་གཏོགས་པའི་ལྕེ་མྱང་ཚྭ་དང་རྒྱམ་ཚྭ་གཉིས་མ་གཏོགས་པ། གཞན་ལན་ཚྭའི་རིགས་ཕལ་ཆེར་གྱི་མཁྲིས་པ་སྐྱེད་པར་བྱེད་པ་ཡིན་ན་ཡང་ལན་ཚྭ་ཉིད་མཁྲིས་པ་སྐྱེད་པར་བྱེད་པ་ཡིན་ལ་ལན་ཚྭ་ཉིད་བད་ཀན་གྱི་ནད་ལ་ཧ་ཅང་ཐལ་བར་གྲགས། བསྟེན་དྲགས་ན་ནི་ནུས་པ་ལྕི་བའི་དབང་གིས་བད་ཀན་སྐྱེད་པར་བྱེད་པ་ཡིན་ནོ་ཟེར་བ་དེ་རེད་ད། སྤྱིར་ནས་ལན་ཚད་ད་ཅིང་བད་ཀན་ཞུ་གི་ཡོད་པ་ཚི་ཡི་ཞུ་གི་ཡོད་པ་འགག་པ་སྦྱིན་གི་ཡོད་པ་རེད་པ་ས་བ་དེ་བྱེད་ཀྱི་ཡོད་པ་ཁྱི་བའི་ཕག་ཤོམ་གི་ཡོད་པ་རེད་བལྟས་ནས། ཚད་ལས་ཐ་ན་ལན་ཚད་བད་ཀན་སྐྱེད་ཀྱི་རེད་རྒྱུ་མཚན་ཅི་རེད་ཟེར་ན་ལན་ཚ་ལྕི་བ་རེད་བད་ཀན་གྱི་རང་བཞིན་ལྕི་བ་དེ་ཡོད་པ། བད་ཀན་ཟས་ཉིད་སྣུམ་ཞིག་བསིལ་བ་དང་ལྕི་ཡི་བཏུས་འཇམ་བསྟེན་སྦྱར་བ་བྱས་འདུག་དེའི་རྒྱུ་མཚན་ལས་ན་ཡང་སྐྱེད་ཀྱི་རེད་ད་ཟེར་བ་དང་དེ་འདྲ་བྱས་ནས། ལན་ཚྭ་རེད། ད་རོ་ཁ་བའི་དུར་རྒྱུད་ཀྱི་ལས་དང་མིག་གསར་གྱི་ལས་བསྟན་པ། དུར་རྒྱུད་ཀྱི་ལས་དང། ལས་དང་མིག་གསར་ཞེས་པ་ནི་ཟེར། དུར་རྒྱུད་ཀྱི་ལས་མིག་གསར་དུ་བསྟན་པ་ཟེར་ན་འདྲ་འདུག་ཡང་ན་དུར་རྒྱུད་མིག་གསར་གྱི་ལས་ཞེས་པ་ཟེར་མཁན་དེ་འདྲ་འདྲ་ཅིག་གོ་ན་འགྲིག་གི་འདུག་རོ་ཁ་བས་སྤྱིར་མཁྲིས་པ་སེལ་བ་དང་བད་རླུང་གཉིས་སྐྱེད་པར་བྱེད་པ་ཡིན་ན་ཡང་མིག་གསར་ཀ་རན་ཙཱ་དེ་འཇམ་འབྲས། ད་ཀ་རན་ཛ་དེ་ལ་བྱམས་ཁྲས་ཀྱི་མིང་གོ་གི་བ་ད་ཡིན་ན་ཡང་ཡང་ཀ་རན་ཛ་དེ་གར་ཟེར་བྱམས་ཁྲ་ཐལ་སྦྱར་མ་ཟེར་ཅིང་ཁ་གདུབ་སུ་སྦྱར་བ་ཅི་དེ་ལ་མ་འདོག་བྱམས་ཁྲ་ཡོངས་རྫོགས་ལ་ཀ་རན་ཛ་གོ་གི་མ་རེད་ཟེར་དེ་རེད་དོ་ད་སྐབས་ག་རེ་ལ་ཀ་རན་ཟེར་དེ་དེའི་བྱམས་ཁྲས་ཀྱི་ཁོངས་སུ་གཏོགས་པ་དང། ག་རེ་ལ་ནི་ཡང་སོ་སོ་བྱམས་ཁྲས་ཀྱི་ནུས་པ་གཅིག་ཤེས་ཡང་ཀ་རན་ཛ་གི་ནུས་པ་གཅིག་ཤེས་བར་བྱས་ཙང་ཀ་རན་ཛ་དེ་འཇམ་དྲལ་གྱི་བྱེ་བྲག་པ་གཅིག་ཡིན་པས་དེ་རེད་བྱས་ཙང་དེས་ན་ཡང་དེ་དམིགས་ས་ཀ་རན་ཛ་དེ་འཇམ་དྲལ་དུ་ཆ་ལ་བཞག་ནས་ཀ་རན་ཛ་ཏའི་འཇམ་དྲལ་དང་གླེ་སྤྲེལ་གཉིས་ནི་རོ་ཁ་བ་ཡིན་ཀྱང་བད་རླུང་གཉིས་སྐྱེད་པར་མི་བྱེད་པར་སེལ་བར་བྱེད་པ་ཡིན་ནོ། དེ་རོ་ཁ་བ་རེད་དེ། བད་རླུང་གཉིས་དེ་ནི་སྐྱེད་པར་མི་བྱེད་པར་ད་རུང་སེལ་བར་བྱེད་ཀྱི་རེད་ད། ཅེས་དམིགས་ས་གཅིག་བཤད། ད་ཚ་བའི་རོ་ཡི་དེ་མདོར་བསྡུས་ཀྱི་ལས་ཟེར་ནས་དྲ་མིག་ས་གི་ལས་བཤད་པ་ནི། དེ་ནི་རོ་ཚ་བའི་ནས་སྤྱིར་རླུང་དང་བད་ཀ་གཉིས་སེལ་བར་བྱེད་པ་ཡིན་ན་ཡང་ཡིན་ལ་སྒོག་སྐྱ་དང་པི་པི་ལིང་ཕུད་སྒོག་སྐྱ་པི་པི་ལིང་གིས་ད་སེལ་བར་བྱེད་ཀྱི་མེད་པ་ཡིན་པས་ཨ་དེ་དེ་ཡིན་གྱི་རེད་ག་རེ་ཕུད། དེ་མིན་རོ་ཚ་བའི་རིགས་ཀྱིས་མཁྲིས་པ་སྐྱེད་པའོ་སྒོག་སྐྱ་དང་པི་པི་ལིང་གིས་མཁྲིས་པ་སྐྱེད་ཀྱི་མེད་པ་རེད་བྱས་ཙང་སྒོག་སྐྱ་དང་པི་པི་ལིང་གཉིས་ཕུད་དེ་མིན་སྤྱི་བཏང་གི་རོ་ཚ་བའི་རིགས་ཀྱིས་ནི་མཁྲིས་པ་སྐྱེད་པར་བྱེད་པ་ཡིན་ན་ཡང་ཧ་ཅང་ཐེ་ཧ་དྲགས་ན་རོ་ཚ་བ་གི་རེག་དེ་ཧ་ཅང་ཐེ་ཧ་ཚ་བ་རེག་ཅེས་བྱ་བ་ཡིན་ན་རྟེན་དྲགས་ན་ནི་ངོ་བོ་ཡང་ཞིང་རྩུབ་པ་དང་ལྡན་པས་ན་དབང་གིས་རླུང་ཡང་སྐྱེད་པར་བྱེད་པ་ཡིན་ནོ་ཟེར་བ་དེ་རེད། ཚ་བ་ཀ་ཤས་ཀྱི་ནུས་པ་དེ་ལ་ངོ་བོའི་ནུས་པའི་དབང་གིས། དེ་ནི་ཡང་དེ་གཅིག་གི་རེད་ད་གཅིག་གི་རེད་ད་ང་བ་དེ་རེད། ད་དཔེར་ན་སྒོག་སྐྱ་དང་པི་པི་ལིང་གཉིས་ཀྱིས་བྲིས་པ་བྲིས་ཀྱི་མི་འདུག་གམ་བྲིས་པ་བྲིས་ཀྱི་མི་འདུག་ག་ཁོ་ཁོ་གོ་ངོ་བོ་ནུས་པ་རེད། རོ་རོའི་དབང་དུ་བྱས་ན། བྲིས་པ་བསྐྱེད་དགོས་མཁན་འདྲ་གཅིག་རེད་དེ་བསྐྱེད་ཀྱི་མ་རེད། ཐལ་དྲགས་ན་དེ་འདྲ་གཅིག་རེད་ད་ཨོ་བྱེད་པ་ཡིན་ནོ་ད་རོ་དཀའ་བའི་མདོར་བསྡུས་ཀྱི་ལས་དང་དམིགས་བསལ་ཤེས་པ་ནི་དཀའ་བའི་རོ་དེ་སྤྱིར་ན་བྲིས་པ་སེལ་བར་བྱེད་པ་བྱེད་ལ། གཞན་ཡང་དཔེར་ན་ཨ་རུ་ར་དང་བ་རུ་ར་གཉིས་མ་གཏོགས་པ་ཟེར་ད་དེ་མིན་གྱི་རོ་བསྐལ་བ་རིགས་ཀྱི་གར་བྱེད་གར་སོན་བད་རླུང་གཉིས་ལ་གནོད་པ་སྐྱེ་བར་བྱེད་པ་ཡིན་བྱེད་ཀྱི་རེད་ཟེར་ཕལ་ཆེར་གྱིས་བད་རླུང་གཉིས་ལ་གནོད་པ་སྟེ། བད་རླུང་གཉིས་ཡག་སྐྱེ་བར་བྱེད་པ་ཡིན་ན་ཡང་ད་ཨ་རུ་ར་དང། བྷ་རུ་ར་གིས་བད་རླུང་སྐྱེ་གི་མེད་གསུངས་བ་རེད། མིག་ཚ་རེད་བྱེད་པའོ་དེ་ལྟར་རོ་དྲུག་པོ། དྲུག་པོའི་སྤྱིར་བཏང་དུ་སྟོད་ཀྱི་ལས་དང། ད་ལྟ་ཕྱིན་ཅི་བཏང་དུ་བཏུས་ལས་ཏེ་ལུང་འདྲེན་བད་ཀན་སོ་སོར་ག་རེ་ཟས་ཀྱི་ཡོད་མེད་འདི་བྱེད། བྱེ་བྲག་དམིགས་བསལ་གྱི་ལས་ཏེ་རོ་སོ་སོའི་ལས་འདི་བྱེད་རེད་པ་དམིགས་བསལ་གྱི་ལས། ཨོ་མ་རེད་ཀོ། བྱེ་བྲག་སོ་སོའི་ལས་དང། ད་འདིའི་སྐབས་སུ་བབས་པ་ལ་དམིགས་བསལ་གྱི་ལས་དང། ལས་ད་ལྟ་དེ་འགའ་ཤས་རོ་བཞིན་དུ་ལས་མི་བྱེད་མཁན་དེ་འོ་དེ་རེད། བྱེ་བྲག་དམིགས་བསལ་གྱི་ལས་མི་འདྲ་བར་འབྱུང་བ་དེ་དག་གིས། ཤེས་པས། དེ་དག་གིས་ཤེས་པའི་ཐད་དེ་དག་དྲི་ཤེས་ཀྱི་ཐད་རེད་པ། སྐྱིན་པའི་བཤད་རྒྱུད་འགྲེལ་ཆེན་འགྲེལ་པ་དང། དེའི་དུ་ཁའོ་གསུང་དུ། བཀླག་པའི་དཀོན་ཤེས་གཉིས་ལས་བཀླག་པའི་དཀོན་ཤེས་འགྲེལ་ཆེན་དྲི་མེད་ཀུན་བཟང་གཉིས་ལས། སོ་སོའི་ཁྱད་ཆོས་ལྡན་པའི་རྒྱུ་མཚན་མང་ཙམ་གསུངས་འདུག་ཀྱང་ཡེ་གེ་མང་བར་དོགས་ནས་རེ་རེ་བཞིན་དུ་འདིར་མ་བྲིས་པས། དཔྱོད་ལྡན་རྣམས་ཀྱིས། དེ་དག་ལ་གཟིགས་པར་བྱ་རོགས། རེ་བ། ཡིན་པའི་འདྲེས་པ་མང་ཙམ་བསྔོ་བ་དང་རེ་བ། ལྷག་པར་དུ་ཡང་དམ་པ་ཅིག་དང་བསྔོ་གི་ཡོད་རེད་ཨ། རྒན་ལགས་ལྷན་རྒྱས། རེ་བ། ཇོ་བོ་མན་གྱི་སློབ་ཁྲིད་གནང་མཁན་དང་ཇོ་བོ་མན་ལ་ཞིབ་འཇུག་གནང་མཁན་ཇོ་བོ་མན་གཡག་མཐའ་བོ་ཆེ་བཀག་པར་མཐིལ་ཕྱིན་པ་དེ་ཤེས་པར་གྱིས་བསམ་པ་འདུག་ན། འདྲེས་པ་དེ་གཉིས། བསྔོ། མང་ཙམ་བལྟ། དབྱེ་ཞིབ་བྱས། རེད་བ། ཤེས་དགོས་རེད་ད་བཀླགས་པ་ཙམ་གྱི་ལམ་སང་ཤེས་ཀྱི་མ་རེད་གོ། རྒྱུ་མཚན་དྲངས། དབྱེ་ཞིབ་བྱས། རེད་བ་གཞུང་ལ་ཤེས་པ་དེ་ལ་ད་རུང་ག་རེ་བྱས་འདུག་ག་འདྲ་རེད་དོ་ཡིན་དོ་མིན་དོ་དེ་འདྲ་གསུངས་འདུག་དུ་རེད་དོ་མིན་དོ་རང་ངེས་ཤེས་སྐྱེས་པར་བྱས་ད་དེ་ཚོ་བལྟ་དགོས་རེད་ད། རེད་བ་ད་གན་ལ་མང་པོ་ཅིག་གིས་ད་བལྟ་གི་ཡོད་ཀྱི་རེད། འགྲེལ་པ་གཅིག་ལ་འཐམ་ནས་བསྡད་ན་གཅིག་ལས་ཤེས་ཀྱི་མ་རེད་གོ། རེད་བ། མང་ཙམ་ལ་བལྟ་དགོས་རེད་ག་ས་ག་ལ་བལྟ་དགོས་རེད།